སྤོབས་པ་ཁ་ཆེ་ཀུན་འདུག་བསྟན་བཞི་ལ་རྟོག་ཡོད་མ་རེད་ཟེར་ནས་གུས་པ་དེ་རིགས་གནས་ཚུལ་དེ་འདྲ་ཅིག་འགྲོ་གི་འདུག་དེ་སྐོར་ལ་སྤོབས་པ་ཁ་ཆེ་ཁོ་རང་གི་ཏན་ཏན་རང་གསལ་བཤད་ཞིག་འདུག་གསལ་བཤད་དེ་ལ་ནང་པ་ཚོས་བཙན་གྱིས་རེ་བ་ཡོད། ད་དམིགས་བསལ་གྱིས་དེ་རིང་ཡང་ཅིག་དྲ་ཐོག་ནས་གནས་ཚུལ་དེ་ང་ཚོ་བོད་པའི་གསར་ཁང་ལ་འོ་ར་བས་པའི་མིག་གིས་གནས་ཚུལ་རྫུན་མ་མང་པོ་བཅས་སྤེལ་གྱི་ཡོད་རེད། དེ་ས། སྐོར་ལ་བྱས། མིག་ལ་ཐལ་ལ་བཏབ་ལ་ཡང་ན་བྱས། ད་ག་རེ་ག་རེ་སར་བྱས། ད་བོད་ཁ་བྱས། ང་ནི་རྒྱ་གར་གསང་བའི་ལས་ཁུངས་ཀྱི་གཅིག་བྱས་པ་རེད་གཉིས་བྱས་པ་རེད་ལུང་པ་གང་བཤད་འདུག་བ། ང་ལ་ནི་རྒྱ་གར་གསང་བའི་ལས་ཁུངས་མི་དགོས་རྒྱ་གར་གྱི་ཉེས་རྟོག་པ། ཧ་ཝའི་ཏར་ལགས་རེད་ད་ང་ཚོའི་ཉེས་རྟོག་པ་མ་ཤོད་ཅིག། ཚིག་བཅད་ཤེས་ངེས་མི་འདུག་ལས་ཚིག་གཅིག་ལ་ངེས་མི་འདུག་འདི་འདྲ་གལ་ཆུང་མ་སོང་ཟེར་བ། ནས་ད་ང་རང་སུ་རྒྱ་གར་ལུང་པ་ལ་བསྡད་བྱས་ནས་སུ་སུའི་ནུས་འདུས་དེ་ཚང་མ། ནས་རྒྱ་གར་གང་ཕག་གཡོག་དེ་ནི་ཏག་ཏག་འགྲིག་གི་མ་རེད་བ། ཁྱེད་ཚོ་གིས་གསལ་བཤད་གཙང་མ་བྱས་ལ། རྒྱ་གར་གྱི་ངོས་ནས་ད་ནས་ང་ལ་གང་ཡང་བྱུང་མ་སོང། རྒྱ་གར་རྩ་བའི་དམངས་གཙོ་ལུང་པ་ཞི་བདེའི་ལུང་པ། ནས་ཅིག་ག་ལོར། རང་དབང། འགྲོ་མིའི་ཐོབ་ཐང་ལྟར་རང་དབང་ག་རེ་ཡིན་ན་ཚང་མ་ཡོད་དེ་ལུང་པ་གཅིག་གི་ནང་ལོགས་ཡ། དེ་འདྲའི་གི་གཅིག་བཀག་སྡོམ་ལ་ནི་རེད། སྡང་ཟུག་ལ་ནི་རེད། ད་གང་དག་གཉའ་གནོད་གཤེ་གཤེ། མཐོང་ཆུང་ཐུབ་ཚོད། གང་དག་ད་ག་རེ་ཤེས་ཀྱི་ཡོད་ན་རེད་བ། གསང་བ་ལས་ཁུངས་ག་རེ་ཤེས་ཡོད་ན་ད། བལ་རྒྱ་ག་ལ་དེ་འདྲའི་གི་མ་ཉིད་ཁ་ཡོག་རང་རེད་མ་གཏོགས་དེ་རྒྱ་ག་གསང་བའི་ལས་ཁུངས་ལ་རྒྱ་ག་གཞུང་ང་རང་སུ་གི་སྤྱབ་ཆོས་གཞུང་དེ་ས་དེ་ལ་མ་ཉིད་ཁ་ཡོག་རེད་མ་གཏོགས་ང་ལ་ནི་རྒྱ་ག་གི་གང་བྱས་བྱུང་མ་སོང་ཟེར་དེ་གཙང་མ་ཞོན་ཁ་སེར་མང་པོ་གཅིག་ཡོད་གི་ཐོག་ནས་དེ་སྐད་ཅིག་ཡང་སྲིད་ཁྲིད་དེ་གི་འདུག་བ། འོ་དེ་རེད་ད་དེ་རིང་དེང་ཆུ་ལེགས་གྲུབ་བྱུང་བ་རེད་ད་ང་རང་ཡང་ད་དེ་ད་ཆེ་དུས་ཚོད་ཁོམ་པ་གཅིག་ལ་ད་ད་འདི།

དེ་འདྲའི་བཀག་འགོག་བྱེད་འདོད་པའི་དཔེ་མི་སྲིད་ཡག་པོ་རེད་བསམ་ཁུལ་དུ་ང་ཚོ་དེ་འདྲའི་ཐོག་ལ་དོ་སྣང་བྱེད་དགོས་ཡ་དང་དམིགས་བསལ་ཨ་ནི་བོད་ཁ་ཆེ་གཅིག་པོ་ཡིན་ས་མ་རེད་ད་འདས་ཀྱི་མི་ནང་ལོག་ལ་བརྟན་བཞུགས་ནང་ལོག་ཡོང་འདས་ཀྱི་མི་མང་པོ་ཅིག་བརྟན་བཞུགས་ནང་ལོག་ལ་བཀག་འགོག་བྱས་ཡོད་ས་རེད་དེ་འདྲའི་སོ་སྐྱེས་ཀྱི་བརྟན་བཞུགས་འདིའི་ནང་ལོག་ལ་བོད་ཁམས་ཆེ་ཆུང་གང་དྲུག་ནང་ལོག་ལ་ཨ་ནི་མི་ཁ་ཤས་ཤིག་ལ་བཀག་འགོག་བྱས་ཡོད་དེ་རྒྱ་རྒྱ་དམ་པོ་གསལ་བོ་དང་འདིའི་ནང་ལོག་ནས་ཨ་ནི་བོད་ཁ་ཆེ་ད་ལམ་ས་ལ་ལ་བརྟན་བཞུགས་ཀྱི་ཆེད་དུ་སླེབས་ཡོད་རྒྱག་རུང་ཡིན་ནའི་ཡང་ཨ་ནི་བརྟན་བཞུགས་ནང་ལོག་ལ་ཨ་ནི།

རྩོད་མེད་དེ་བཀྲིས་ཡོད་རེད་རྩོད་མེད་བཀྲིས་ཡོད་གི་སྤྱི་ཚོགས་དང་ག་རེ་རེད་ཟེར་པ་ན་ཉིས་སྟོང་ཉི་ཤུ་རྩ་དྲུག་ཟླ་བ་བཞི་བ་ཚེས་བ་བཅོ་ལྔ་ཉིན་ག་དེ་འདྲ་བཀྲིས་ཡོད་རེད་ཁོ་རང་འགྲོ་བ་ཡིན་པ་ཡིན་ན་དེའི་བར་ནང་ལ་རྩོད་མེད་བཀྲིས་བ་ཙམ་ཟེར་མ་ཟད་ད་ལྟ་ཨ་འབྲུ་ཚེ་བརྟན་མ་དཔེ་དགོས་བ་དེ་ཁོ་རང་གི་ཤུགས་རྐྱེན་ཐེབས་པ་དེ་འདྲ་ཡིན་པ་མི་མང་པོ་གི་ངོས་འཛིན་བྱེད་ཀྱི་འདུག་ཁོ་རང་འགྲོ་བ་ཡིན་པ་ཡིན་ན་སྤྱི་བཀྲིས་ཟེར་བ་དེ་འདྲ་རེད་ཁོ་རང་གི་གནས་ཚུལ་སྤེལ་ས་དེ་ཡང་དར་ནག་གི་བོད་ཀྱི་དུས་བབ་ནང་ལ་སྤེལ་འདུག་དར་ནག་གི་བོད་ཀྱི་དུས་བབ་ཡིན་པ་ཡིན་ན་ངུ་ནུས་གྲོགས་ནུས་ཀྱི་ཤུ་རིག་གཞན་གྱི་གསར་ཁང་དེ་འདྲ་རེད། བོད་པ་གྱི་གསར་ཁང་ཡིན་པ་ཡིན་ན་བོད་མི་རིགས་ཀྱི་ཁེ་ཕན་ཆེད་དུ་གསར་འབྱེད་སྤེལ་དགོས་རུང་བ་ཡིན་པ་ཡིན་ན་དར་ནག་གི་དུས་བབ་ཡིན་པ་ཡིན་ན་དར་ནག་གི་ཁེ་ཕན་ཆེད་དུ་བོད་པ་ནང་ཁུལ་དཀྲུག་ཡ་ཆེད་དུ་གསར་འབྱེད་སྤེལ་མཁན་རེད་མ་གཞི་དྲང་མོ་དང་བདེན་པ་གྱི་སྤེལ་མཁན་རྩ་བ་ཉིད་ནས་མ་རེད་དེ་འདྲ་ཡིན་པ་སོང་ཙང་སྲིད་དར་ཚེ་ཁྲིམས་འོད་ཟེར་གྱི།